བཀྲ་ཤིས་བདེ་ལེགས། ད་ནི་དེ་རིང་ང་ཚོ་གཞིས་ཆགས་དགོན་ཆ་བ་མཛོད་རྩ་བ་ནས་དྲུག་པའི་སྐབས་གསུམ་པ་རྒྱུ་མཚན་གཉིས་ཀྱི་ཐེག་པ་རྣམ་པར་བཞག་པའི་ནང་ཚན་དབུ་མ་པའི་སྐོར་གྱི་སློབ་ཚན་བཅུ་པ་དེ་འགྲོ་ཡ་ཡིན། ད་ནི་དེ་རིང་གི་སྦྱོར་གཞི་ཡིན་ན་དཔལ་ལྡན་ཟླ་བའི་བདེན་གཉིས་འཇོག་ཚུལ་ཟེར་བ་འདི་འདྲ་ཞིག་རེད། ནས་སློབ་ཚན་སྔོན་མ་གི་ནང་དུ་དཔའ་བརྟན་ཟླ་བ་གྲགས་པའི་རང་ལུགས་སྤྱིར་བཤད་པ་དང། ད་ནས་དཔའ་བརྟན་ཟླ་བ་གྲགས་པའི་ལུགས་ཟེར་ན་འདྲ་ཡང་ན་ཐ་འགྱུར་བའི་ལུགས་ཀྱིས་ཚད་མ་བཞི་དང་རིགས་པ་བཞི་དེའི་སྐོར་དེ་བཤད་པ་རེད། ད་ནས་དེ་རིང་དཔའ་བརྟན་ཟླ་བ་གྲགས་པའི་བདེན་གཉིས་འཇོག་ཚུལ་ཡང་ན་ཐ་འགྱུར་བའི་བདེན་གཉིས་འཇོག་ཚུལ་འདིའི་སྐོར་དེ་རགས་རིམ་གཅིག་ངོ་སྤྲོད་བྱེད་ཡ་དེ་འདྲ་ཞིག་ཡིན། ད་ནི་འདིའི་རྩ་བ་ལ་མཐར་ཉིན་བརྒྱ་ལོར་འཁྲུལ་བས་ཞེས་པའི་ཁྱབ་ཡངས་ཀློག་ཀུན་རྫོབ་དོན་བྱེད་མི་བྱེད་སྙེམས་བདེན་གཉིས་འཇོག་བྱེད་འཁྲུལ་གཅིག་འཁྲུལ་མེད་དེ་མདོར་ན་རིགས་ཚོགས་འགྲེལ་བྱེད་མཐར་ཐུག་གོ། དེ་འདྲ་ཅིག་གསུངས་འདུག་ཞུ་ལོ་ཀ་འདིའི་ནང་དུ་དོན་དག་གཙོ་བོ་ཁ་ཤས་ཅིག་ཡོད་པ་རེད་དང་པོ་ཡིན་ན། པར་དེ་མཐའ་འགྱུར་བའི་ལུགས་ལ་མཐར་ཉིད་དམ་ཡང་ན་ཀུན་རྫོབ་བདེན་པ་འཇལ་བའི་བློ། ལ་འཁྲུལ་བཤད་ཅིག་ཁྱབ་ཀྱི་རེད་ཟེར་བ་གཅིག་དང། དེ་ནས་དལ་འགྱུར་བའི་ལུགས་ལ་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་གཉིས་འདོགས་ཀྱི་མ་རེད་ཟེར་བ་དང་དག་གཉིས། དེ་ནས་བདེན་གཉིས་འཇོག་བྱེད། འཁྲུལ་གྱིས་འཁྲུལ་མེད་དེ་ཟེར་བ་དེ། ཀུན་རྫོབ་བདེན་པ་འཇོག་བྱེད་ཀྱི་བློ་དེ་འཁྲུལ་གྱིས་དང། དོན་དམ་བདེན་པ་འཇོག་བྱེད་ཀྱི་བློ་དེ་འཁྲུལ་མེད་དང་དེ་རེད་ཟེར་གྱི་ཡོད་པ་རེད། མདོར་ན་དཔར་ལྡན་དལ་འགྱུར་བའི་ལུགས་སམ་ཡང་ན་དཔར་ལྡན་ཟླ་བ་གྲགས་པའི་ལུགས་དེ་མགོན་པོ་ཀླུ་སྒྲུབ་ཀྱི་རིགས་ཚོགས་ལ། ཨ་ནི་འབྲེལ་བ་བྱེད་མཁན་མཐར་ཐུག་གམ་འབྲེལ་བ་བྱེད་མཁན་ཡང་དག་པ་གཙོ་བོ་མཆོག་ཏུ་གྱུར་པ་དེ་རེད་ཟེར། ཨོ་དེ་འདྲ་གི་དོན་དག་དག་ཡིན་པ་རེད། ད་ནི་འདི་ལ་འགྲེལ་བཤད་རགས་རིམ་ཙམ་བརྒྱབ་པ་ཡིན་ན། གཞན་ཡང་ལུགས་སྲོལ་འདི་ལ་མཐར་ཉིན་བརྒྱད་པའི་ལོ་ལ་འཁྲུལ་ཤེས་ཀྱི་ཁྱབ་པ་དང་བཅས་སོང་བ་རེད། ད་ནི། དཔལ་ལྡན་མཐའ་འགྱུར་བའི་ལུགས་ཀྱི་ཀུན་རྫོབ་བདེན་པ་འཇལ་བྱེད་ཀྱི་བློ་ལ་གྲོལ་གཞི་ཅེས་བྱ་བ་རེད་ཅེས་གསུངས་པ་རེད། སྤྱིར་ན་གྲོལ་གཞི་ཟེར་ན་ག་འདྲ་ཟེར་གྱི་ཡོད་པ་རེད་ལབ་ན་སྣང་ཡུལ་ལ་འཁྲུལ་བ་ཟེར་གྱི་ཡོད་རེད། སྤྱིར་བཏང། ལོག་གཞི་ཐམས་ཅད་གྲོལ་གཞི་རེད། ལོག་གཞི་ཡིན་ན་རང་གི་ཡུལ་མ་རྟོགས་པ་ཞིག་དགོས་པ་རེད། གྲོལ་གཞི་ཡིན་ན། ཨ་ནི་རང་གི་ཡུལ་མ་གཏོགས་པ་གཅིག་དགོས་མ་རེད། དཔེར་ན་ང་ཚོ་ཡོངས་གྲགས་ལ་བཤད་པའི་རྗེས་དཔག་ཚད་མ་ཟེར་བ་འདྲ་བོ་དེ་འདྲ་ཡིན་ན། ཨ་ནི་དེ་ཡང་འཁྲུལ་གཞི་རེད། དེ་ག་རེ་བྱས་ནས་འཁྲུལ་གཞི་རེད་ལབ་ན། རང་གི་ཡུལ་གཙོ་བོ་དེ་དང་དེ་ཡི་དོན་སྤྱི་གཉིས་དེ་གཅིག་ཏུ་སྣང་གི་ཡོད་པ་རེད། ཨ་ནི་དཔེར་ན་སྒྲ་ལྟ་བུ་གཅིག་གཏོགས་པ་ཡིན་ན་སྒྲ་ཡི་དོན་སྤྱི་དང་སྒྲ་གཉིས་གཅིག་པ་ལྟ་བུར་གཅིག་སྣང་གི་ཡོད་པ་རེད་ཡིན་ཙང་རང་གི་སྣང་ཡུལ་ལ་འཁྲུལ་བ་རེད། མདོར་ན་རྟོག་པ་ཐམས་ཅད་འཁྲུལ་གཞི་རེད་དེ་ནི་ཐལ་འགྱུར་བའི་ལུགས་ལ། མངོན་སུམ་ལ་ཡང་འཁྲུལ་གཞི་ཡོད་པ་རེད། མདོར་ན་སོ་སོ་སྐྱེ་བོ་རྒྱུད་ཀྱི་བློ་ལ་འཁྲུལ་གཞི་ཅེས་བྱ་བ་འོ་དེ་འདྲ་གཅིག་ཁས་ལེན་གྱི་ཡོད་པ་རེད་ཐལ་འགྱུར་བས། འདིའི་སྐབས་ཀྱི་ཐལ་སྙན་ཟེར་བ་དེ་ཀུན་རྫོབ་བདེན་པ་ཟེར་གྱི་ཡོད་པ་རེད། ཡིན་ཙང་བོད་ང་རོས་པའི་ལུགས་སམ་ཡང་ན་ང་ཚོ་ཤེས་བྱ་ཀུན་ཁྱབ་ཀྱི་རང་ལུགས་ལྟར་ན་ཀུན་རྫོབ་བདེན་པ་འཇལ་བྱེད་ཀྱི་བློ་དེ་ལ་འཁྲུལ་གཞི་ཡིན་དགོས་པ་རེད་ཟེར་ན་དེ་འདྲ་སོང་བ་རེད། དོན་དག་ག་རེ་ཟེར་གྱི་ཡོད་པ་རེད་ལབ་ན་སངས་རྒྱས་ཀྱི་རྒྱུད་ལ་ད་ནི་ཀུན་རྫོབ་ཀུན་རྫོབ་བམ་ཡང་ན་ཀུན་རྫོབ་བདེན་པ་འཇལ་བྱེད་ཀྱི་ཤེས་པ་ཡེ་ཤེས་ཡོད་མ་རེད་ཟེར་འོང་དེ་འདྲ་གསུང་གི་ཡོད་པ་རེད། དེ་ཡང་གཞན་དངོས་ལ་བཞག་པ་ལས་རང་ལུགས་ལ་མེད། ཨ་ནི་གཞན་དངོས་ལ་སངས་རྒྱས་ཀྱི་རྒྱུད་ལ་ཡང་བདེན་པ་ཉིད་རྟོགས་པའི་བློ་ཡང་ན་ཤེས་པ་ཡོད་པ་རེད། ཡིན་ན་ཡང་དཔལ་ལྡན་མཐའ་འགྱུར་བ་རང་ལུགས་ལ་ཨ་ནི་སངས་རྒྱས་ཀྱི་རྒྱུད་ལ་བདེན་པ་ཉིད་རྟོགས་པའི་བློ་མེད་ཟེར། འོ་དེ་འདྲ་གསུང་གི་ཡོད་པ་རེད། ཡིན་ན་ཡང་བོད་ཕྱི་རོལ་པའམ་ཡང་ན་རྗེ་ཙོང་ཁ་པའི་ལུགས་ལ་སངས་རྒྱས་ཀྱི་ཐུགས་རྗེ་ལ་ཡང་ཨ་ནི་བདེན་པ་ཉིད་རྟོགས་པའི་བློ་ཡོད་པ་རེད་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་བདེན་པ་གཉིས་མངོན་སུམ་དུ་རྟོགས་པའི་མཁྱེན་པ་ཡིན་ཟེར་འོ་དེ་འདྲ་གསུང་གི་ཡོད་པ་རེད་འོ་དེ་འདྲ་གི་ཁྱད་པར་ཡོད་པ་རེད་ཅེས་ཞུ་བ་དེ་འདྲ་ཞིག་ཡིན།